ངན་ལ་དག། སྡིག་པ་དཔེ་མང་པོ་ཅིག་བསགས་ཏེ་ཡར་བ། བྱས་ཙང་སྡིག་པ་ག་འདྲའི་ཅིག་བསགས་ཡས་ན་ཡང་སྡིག་པ་དེ་ཚོ་གཞུང་དབྱངས་ཀྱི་ཆེད་དུ་ལ་གཉེན་པོ་རྟོགས་བྱེད་མཚུངས་བའི་སྒོ་ནས་བཤགས་པ་བྱས་པ་ཡིན་ན། ཨེ་ན་མི་བདག་ཡག་གི་སྡིག་པ་རྩ་བ་ཉིད་ནས་ཡོད་མ་རེད་གསུང་དགོས་པ་རེད། བྱས་ཙང་ང་ཚོ་ནོམ་ཅིག་ཤེས་སོ་ཅིག་ལ་སྡིག་པ་ལ་ཡེ་ཏེ་ཅི་ཡོད་རེད། ཡེ་ཏེ་ཅི་དེ་ག་རེ་རེད་ལབ་པ་ཡིན་ན། བཤགས་ནས་དག་ཡས་ཡོད་པ་དེ་སྡིག་པའི་ཡེ་ཏེ་རེད་གསུང་དགོས་ཡར་བ།

རྟ་ཡག་སྐྱེ་མཆོག་ལ་དེ་ནས་བསགས་པ་ཡིན་ན་ཨ་ནི་ཤ་འགྲོ་ཆེ་བོ་རེད། ཨ་ནི་སངས་རྒྱས་ཆེ་གེ་འདི་ལ་ཤ་ཟི་འགྲོ་བའི་སྒོ་ནས་ཨ་ནི་ཉེས་པ་ཤ་བ་ཤ་དང་ཤ་འགྲོ་དེ་ལ་ལོག་ལོག་པ་ལས་ཆེ་བ་དུ་ཞུ་བ་ཤ་འགྲོ་དང་ལང་སྨན་པ་ལ་ཆེ་བ་དུ་ཞུ་བ་ཟི་ཞེས་གསུང་གི་ཡོད་རེད་བ། བྱས་ཙང་དེ་འདྲའི་ཡི་དེ་ག་ཟི་ལས་ཨ་ནི་ཤ་འགྲོ་དུ་ཟི་ཞེས་ཉེས་ཆེ་ཤ་འགྲོ་ཟེར་ན་སངས་རྒྱས་ཆེ་གེ་འདུ་གསུམ་པོ་དེ་ལ

རང་དང་འབྲེལ་བ་ཡོད་པའི་ཨ་ནེ་ཕ་མ་རྩིས་ཕ་མ་གཉེན་ཉེ་འབྲེལ་རྩིས་པའི་གི་འགྲོ་བ་སེམས་ཅན་ཐམས་ཅད། བདུད་ལྔ་དཀའ་ངལ་ལས་གྲོལ་ཡག་གི་ཆེད་དུ། དང་པོ། རང་ཉིད། དེ་ལས་གྲོལ་བ་ཞེས་ཐུགས་མཁྱེན་གྱི་སངས་རྒྱས་ཀྱི་གོང་བུ་དེ་ཐ་ན་ཅི་མ་རིག་ཡོད་བསམ་པའི་བློ་བྱས་ལ་སེ་ཤེས་ལག་གི་རེ་བ། བྱས་ཙང་དེ་ཡལ་ན་སེ། ལང་སྨན་པ་ལས་ཆེ་བ་དེ་འཕགས་པ་ཨ་སིག་བྱས་ཙང་དེ་འདྲའི་ཡི་དི་ག་སེ་ལ་གཏན་གྱི་རྟགས་སེ་ངེས་ཐ་ལ་ཤར་འགྲོ་འདུག་སེ་ཤེས་གཉིས་བྱས།

སྟེར་བ། དཀའ་བ་དུ་མ་ར་སྒོང་མཛད་པ་ཡིས་ཐུགས་སྣང་ཅན་འདི་ཉིད་ཕན་པ་སྲིད་ལ་འདི་ག་སར་གཞུང་ཆེན་གྱི་ཚད་ལས་ལྷག་པ་ཅི་ཡོད་མ་རེད་ཟེར་ནས་གསུང་གི་ཡོད་རེད་བ་སྟེ་ཅེས་བྱས་ལྟ། ཤར་འགྲོ་དུ་སེར་བྱེས་གཉིས་པོ་དེ་བསྟན་ཅིང་རྟོགས་ཀྱི། ལྟ། རྣམ་པ་གསུམ་གྱིས་པའི་རྟགས་ཟེར་ན། ལྟ་སོ་སོ་རང་ཉིད་ཀྱིས། མི་ཚེ་འདིའི་ནང་ལོ་ཡིན་ན་ཡང། ལུས་ཀྱི་སྒོ་ནས་སྡིག་པ་བསགས་ཡོད་རེད། ངག་གི་སྒོ་ནས་བསགས་ཡོད་རེད། ཡིད་ཀྱི་སྒོ་ནས་མནའ་ཟེར་གནས་ཟེར་ལོ་ལྟ་གྲོགས་དུ་ང་རྒྱ་འདྲེ་ཟེར་ལ་སོགས་པའི་སྒོ་ནས་སྡིག་པ་དཔེ་མང་པོ་ཅིག་བསགས་བསྡད་ཡོད་རེད་བ། དེ་མ་ཚད་སོ་སོ་གི་ཉི་མ་རེ་རེ་བཞིན་དུ་སོ་ནོར་བཏང་པ་ཡིན་ན་ཡང་ཞོགས་པའི་ལམ་ནས་བཟོས་ཏེ་དགོན་བདག་མ་ཉེས་པ་དང་དགོན་བདག་དེ་ལ་སོ་ནོར་གྱིས་བཏང་པ་ཡིན་ན། ཨ་ནེ་ལིང་ངོ་ཡེ་སྲིད་ཀྱི་སྒོ་ནས་སྡིག་པ་དཔེ་མང་པོ་ཅིག་བསགས་བསྡད་ཡོད་རེད། བྱས་ཙང་དེ་འདྲ་ཡིས་བཙལ་ནས་དེ་འདྲ་བའི་ཉེས་པ་དེ་ཚོ་དྲན་པའི་ཐོག་ནས་ནི་རྣམ་པ་སུན་འབྱིན་པ་ཨ་སི་ཏི་ཀ་ཟེར་ལ། ཨ་ཏ་པེ་སོགས་སོང་ཙམ་གྱི་མཇལ་བ་ཞེས་པ་དེ་ལ་ལིང་ངོ་ཡོད་ཟེར་གྱི་མི་དགེ་བའི་ལས་ག་འདྲས་ཀྱི་བྱས་པ་ཡིན་ན་ཡང། དེ་ལ་མཇལ་བ་ཞེས་པ་དེ་ལ་རྣམ་པ་སུན་འབྱིན་པའི་རྟགས་ཟེར། ད་མཇལ་བ་དེ་ག་འདྲས་ཀྱིས་ཤེས་དགོས་རེད་ཟེར་ན་ང་ཚོ་དཔེ་འདྲ་བོ་ཅིག་བྱ་བ་ཡིན་ན་དུས་ཁོང་དུ་སོང་བ་ལྟ་བུའི་འཇལ་བ་ཟེར་དགོས་ཡོད་རེད་པ། ད་དུས་ཁོང་དུ་སོང་བ་ལྟ་བུའི་འཇལ་བ་ག་འདྲས་བྱས་ཡོད་རེད་ཟེར་ན་དཔེར་ན། ང་ཚོ་གི་དུས་ཀྱི་འཐུས་ཚར་བ་ཆགས་ཤོག། ཨ་ནེ་སྨན་པ་གི་ལགས་ཀྱི་ཁྱེད་རང་གི་དུས་འཐུས་ཚར་ཤགས། བྱས་ཙང་དེ་འདྲས་ཡིན་དུས་དཀའ་སར་ད་ལྟ་དུས་དེ། ཨ་ནེ་ཤག་ཅིག་རྟོགས་ཡ་འདུག་དུས་དེ་ཚིག་བསྟན་ཡ་འདུག། ཡིན་ན་ཡང་རྗེས་མ་དེ་འདྲས་ཟ་བ་ཡིན་ན་ཧ་གོ་མ་རེད་འདྲ་བོ་བྱེད་ལ་ན་ང་ཚོ་སེམས་ལ་ཨ། སྐད་སེར་འདྲ་བོ་ཆགས་སོང་ན་ཡོད་མ་རེད་ལ་ཡ་ཅི་ཡོད།

ང་ཚོ་མི་གཅིག་གིས་སྦྲིད་ཀྱི་གཡུལ་བཅས་ང་ཚོ་དཔུང་ཁག་ལ་ཟ་བ་ཡིན་ན་ང་ཚོ་ལོང་ས་ཡར་ལང་གི་ཡོད་བ། ཕ་གཡུལ་གྱིས་ལང་གི་ཡོད་བ་དེ་ནང་བཞིན་གྱི་སོ་སོ་གི་ལིང་ངག་ཡོད་གསུམ་གྱི་དྲན་ཤེས་བསྟན་ཡ་དེ་གལ་ཆེན་པོ་རེད་ཟེར་བ། ལིང་ལིག་གི་སྒོ་ནས་ག་རེ་བཤད་གི་འདུག་ངག་གི་སྒོ་ནས་མི་ལ་གནས་བ་ཞིག་ཡག་གི་སྐད་ཆ་བཤད་གི་འདུག་ཨེ། ཨ་ནི་ཕུང་ཐུང་འགྲོ་ཡག་གི་སྐད་ཆ་བཤད་ཀྱི་འདུག་ཨེ། ཨ་ནི་སེན་གྱི་སྒོ་ནས་ཡིན་ན་ཡང་མནའ་སེ་གནས་སེ། ཨ་ནི་འབྲས་སེན་དེ་འདྲས་བྱེད་ཀྱི་འདུག་ཨེ་ཟེར་ནས་དེ་རྒྱུན་དུ་དྲན་ཤེས་བསྲན་ཡ་དེ་གལ་ཆེན་པོ་རེད་གསུང་ཡ་དེ་རེད་བ། ད་ལྟའི་རྣམ་པ་སུ་འབྱེད་པའི་རྟགས་ཅི་རེད།

ངས་ལས་སྔགས་ཡོད་བསམ་གྱི་སྒོ་ནས་འདི་འགྲིག་ཅེས་བྱས་སོ་སྟེ་རྩ་བ་ནས་འདྲིས་མ་སོང་སོང་ནས་འཇལ་བར་བྱེད་པ་ཡིན་ན་མི་དགེ་བ་ལ་འཇལ་བ་དེ་ལ་དགེ་བ་ཡིས་སུན་དགུ་ཡོ་རོ། དེ་རྣམ་པ་སུན་འབྱེད་པའི་རྟགས་སུ། ཉེས་པ་ལ་ལྷ་བཟློག་པའི་རྟགས་སུ་དེ་ཀ་སེ་ལ་ཏཱ་ཕྱིན་ཆད་དེ་ནང་ཡོང་མི་ཤེས་བསམ་པ་དེ་ལ་ཉེས་པ་ལ་ལྷ་བཟློག་པའི་རྟགས། ཨ་ནེ། གཉེན་པོ་ཀི་ཤེས་ཀྱི་རྟགས་སེ་དེ་ཀ་སེ་ལ།

ཨ་ནི། རྟ། བླ་མ་དུ་ཡི་དོགས་དབྱེར་མེད་ཀྱི་གསོལ་བ་དག། ཨ་ནི། ཚུགས་བསགས་འབྲས་བྱུང་གྱིས། གཞུའི་ཆེན་པོ་ལ་བློ་ཉེས་བྱས་ཟིན་ནས་སྲིད་ཁྲིད་བྱས་ཟིན་འོ་དེ་འདྲི། བྱས་པ་ལ་བརྟེན་ནས་དུས་ཤོག། ལྷ། གྲོང་དུ་སྙོམས་པའི་ཕྱག་འཚལ་བ་དང་མལ་འགྲམ་བང་མང་པོ་འཕེལ་བ་དང་དེ་འདྲི་བྱས་ཨ་ནི་གཞུ་ཆེན་པོ་ལ་བློ་ཞུགས་བྱས་དེ་འདྲི་བྱས་དེ་ཀ་ས་ལ་ལྟུང་བ་ཉུང་ཐུབ་པའི་ལོ་རྒྱུས་དེ་འདྲི་ཡོད་རེད་བ།

ཐེག་པ་ཆེ་ཆུང་གི་སྟེང་ནས་དེ་སུ་ཁྱད་པར་ལས་མི་འགྲོ། སྐྱབས་འགྲོ་དེ་ད་ཁྱོད་ཁྱེད་ངའི་གངྒཱ་ལ་གོ་བ་ནོངས་པ་གངྒཱ་ལ་གོ་བ་འདྲ་བོ་གྱིས་ཀྱིས་སེམས་བསྐྱེད་སུ་ལགས་ཡོང་དུས་ཡང་ཐེག་པ་ཆེན་པོ་གི་ཉམས་ལེན་བྱེད་མཁན་ད་ཀུན་སློང་ལ་བཏུལ་ཡོད་མི་འགྲོ་དེ་ཚོ་ག་འདྲས་འདྲ་བོ་གྱིས་རེད། དེ་ག་རང་རེད་དེ། ཤར་འགྲོ་དུ་སེ་ཤེས་གཉིས་པ་དེ་ང་ཚོ་ནོར་གྱི་དང་གིས་ངེས་ལབ་པ་ནང་ཞིག་རེད། ལ་ལོག་པ་ལས་ཆེ་བ་དུ་ཞུས་པ་ཤར་འགྲོ་ཟེར་གྱི་ཡོད་རེད། བྱས་ཙྪ། ལ་ལུ་པ། ད་ང་ཚོ་ན་ཡིན་ན་ཤི་རོ་པ་ཟེར་བརྩི་གི་ཡོད་རེད་བ། ཤི་རོ་པ་དང་ནང་པ་གཉིས་ཀྱི་ཆེ་བ་མཇལ་བྱེད་དེ་ག་རེ་རེད་ཟེར་ན་ཤ་འབྲི་གྱི་སྒོ་ནས་མཇལ་གི་རེད་ཟེར་བ། དེ། ཨ། ཤ་འགྲོ་བྱས། ད་ཤ་འགྲོ་བལྟས་ལ་དེ་བ་ཆེན་ཆུའི་ཚ་མ་ལ་ཚང་གི་ཡོད་གི། ད་དང་པོ་ཨ་ལས་ནང་པའི་སྒོ་ཞུས་བ་ལ་ཤ་འགྲོ་མེད་ན་ནང་པའི་སྒོར་ཞུས་ཐོག་ཡོང། ཤ་འགྲོ་ཡོད་ན་ནང་པའི་གྲལ་ཚེས་འགྲོ་གི་ཡོད་རེད་བ། དེ་བྱས་བྱས། ད་ཤ་འགྲོ་ཡོད་བ་ཙམ་གྱིས་ཡང་དེ་བ་ཆེན་པོའི་ཕྱི་ལ་འགྲོ་གི་ཡོད་མ་རེད་ཕྱིས་ཏེ་དེ་བ་ཆེན་པོའི་ཕྱི་ལ་འགྲོ་གི་ཡོད་མ་རེད་བ། འགྲོ་བའི་ངེས་པ་ཡོད་མ་རེད་བ། བྱས་ཙང་དེ་འདྲའི་ཡི་དེ་ག་ས་ནི་སེམས་ཅན་ཐམས་ཅད་ཀྱི་ཆེད་དང་སེམས་ཅན་སྣང་བྱེད་བདུན་གང་ལས་མཐའ་ཡས་ཀྱི་ཆེད་དང་རང་ཉིད་སངས་རྒྱས་ཀྱི་གོང་བུ་ཐར་བར་བྱ་དགོས་སྙམ་པའི་དེ་འདྲའི་ཆེད་གསུངས་ནོ་ཅིག་དགོས་ཀྱི་ཡོད་རེད་བ། དེའོ་ང་ཚོ་དཔེ་ཆ་ནི་འདི་ནས་ཅི་ནས་ཡག་པོ་འདུག་བསམ་གི་འདུག་ཨ། ངས་མི་ཚོ་ལ་ངའི་ཕ་མ་ལ་དཀའ་ལས་ཡོད། དཔལ་འབྱོར་གྱི་དཀའ་ལས་ཡོད། གང་ཅིའི་ཐད་ནས་དཀའ་ལས་ཡོད་བྱས་ཙང་དེ་འདྲའི་ཡིག་ཚ་ནི་ང་རང་ཨ་ལས་ཚོང་འདྲི་རྒྱག་ཅིག་དུམ་བུ་ཚགས་སུ་འཚལ་བ་ཅིག

འོ་དེ་འདྲའི་ཞིག་རེད། ལ། ཨོ་བྱས་ཙང་ཤར་འགྲོ་སེམས་ཅན་གཉིས་པོ་དེ་བཀའ་ལུང་བྱས། ཨ་ནི་ལེགས་ངག་གི་བྱ་བ་ག་རེ། དགེ་བའི་བྱ་བ་ག་འདྲི་ཅིག་བསྒྲུབ་པ་ཡིན་ན་སྔ་མ་ལ་འཇལ་སའི་དུ་ཕྱི་མ་ལ་གདམ་སའི་བདེན་པའི་སྒོ་ནས། ཨ་ནི། ལེགས་ངག་གི། དགེ་བའི་བྱ་བ་ག་འདྲི་ཅིག་བྱས་པ་ཡིན་ན་ཡང། ཨ་ནི་སྙིང་པོ་བཏང་ཞིང་ཚོང་དེ་ཉིད་ཆགས་འགྲོ་བར་བ། འོ་དེ་འདྲའི་ལ་ཞིག་རེད་སོ། ཀྱེ་ལ།
ཐུགས་ཆེ་ཨ་ནི་བཙལ་བཙལ་ནང་གི་ཚང་མ་ལ། ཐུགས་ཆེ་ཟེར་ནས་ཞུ་ཡ་ཡི་གེ་ཅི་ལ་དམིགས་སེ་ཐུགས་ཀྱི་ཀྱི་པེ་མི་སེམས་ཡག་པོ་བྱུང་སོང། ཨ་ནི་བཙལ་བཙལ་ནང་གི་རྣམ་པའི་གི།